ལྟར་སྒྲུབ་པ་འདྲ་པོ་བརྟགས་ཐོན་ནི་རོ་ལངས་ཀྱི་སྤྱི་རལ་གྲི་བཟུང་བ་དགེ་བསྙེན་དེའི་ཕྱིར་ནི་རི་རབ་ཀྱི་རྩེར་ཕྱིན། ལྟར་རོ་ལངས་སྒྲུབ་སྒྲུབ་སྒྲུབ་སྒྲུབ་སྒྲུབ་བྱས། མུ་སྟེགས་པ་དེ་སྒྲུབ་ཁང་རྣམས་འདེད། ཨ་ནི་འདི་གར་སོང་རེ། ནང་པའི་དགེ་བསྙེན་དེ་རོག་གི་ཁྲི་དེར་བསྡད་ནས། ལྟར་སྒྲུབ་ནི་པའི་སྒྲུབ་ཡོད་འདུག་གང་ལ་གང་འཚམ་ཅིག་ལ། རོག་གི་ལྕེ་དེ་བཅང་ཡོང་གི་ཡོད་ས་རེད་བ་རལ་གྲི་གི་ས་གྲུབ་པ་དེ་ལྕེ་དེ་དུ་སི་བཅང་ཡོང་བ་ཐེངས་གསུམ་བཅང་གི་ཡོད་རེད། ལྕེ་ཐེངས་གསུམ་བཅང་ལྕེ་དེ་ཟིམ་ཐུབ་དགོས་ཡོད་རེད། བསྐྱེད་དེ་ཟིན་མ་ཐུབ་པ་ཡིན་ན་ཐེངས་གསུམ་བྱང་ནས་ཟིན་མ་ཐུབ་པ་ཡིན་ན་ཨ་ནི་རོ་དེ་བས་ལངས་ཡོང་བས་གླགས་མ་ཁེལ་བ་བྱས་ཡང་ལངས་ནས་ཨ་ནི་ཁྲིད་ཀྱི་དེ་ཚོ་གང་ག་ལོ་ལ་གནོད་པ་བྱས་ནས་དེས་རོ་ལངས་ཆགས་ལོང་པ་གང་ག་རོ་ལངས་ཆགས་ཡོང་བས་ཉེན་ཁ་ཆེན་པོ་ཞི་བོ་གཅིག་ཡོད་ས་རེད་དེ་ཡིན་ཙང་སྒྲུབ་གྲོགས་དེ་ཞི་བོ་གཅིག་བརྟན་པོ་གཅིག་བློ་ཁོག་ཆེན་པོ་གཅིག་མེད་པས་སྤར་ཆ་ཐང་པོ་པས་བློ་ཁོག་ཆེན་པོ་གཅིག་སྒུག་གི་ཡོད་རེད་དེ་བས་རོ་ལངས་ཀྱི་ཁྲིད་ལ་རོགས་པ་བྱེད་ཉེན་ཨོ་དེ་དགེ་བསྙེན་དེ་ནང་པའི་དགེ་བསྙེན་དེ་གི་བྱེད་དུ་བ

དེས་ན་དེས་ན་རེད་ཟེར་མི་འགྲིག་པ་དེ་ན་རེད་ད་ལུས་གསེར་དུ་སོང་བ་འདི་ཁྱོད་རང་གི་རུས་པ་ལ་མ་ཐུག་པར་ཤ་ནི་ཆོད། དེ་རིང་སྐྱེས་པའི་ཤུ་དོ་ནུབ་ཁྱིང་དེ་ཟས་མི་ཤེས་པར་འོང་འོང་ཟེར་ནས་མུ་ཏིག་ཁོ་རང་རལ་གྲི་ཐོགས་ནས་ལྷ་ཡུལ་དུ་སོང་ད། མུ་ཏིག་པ་དེ་རལ་གྲི་ཐོགས་ནས་ལྷ་ཡུལ་དུ་ཕྱིན། ད་ཁོའི་བསམ་དོན་འགྲུབ་པར་བ་ད་རོ་དེ་ནང་པའི་དགེ་བསྙེན་དེ་ལ་སྤྲད་བཞག། ད་ཁྱེད་རང་དེའི་རོ་དེ་གཅིག་གིས་གཅིག་གི་རྗེས་ཆགས་ནས་ཆགས་ཏེ་ཆགས་ཏེ་གསེར་ལས་རེག་འགྲོ་བ་རེད། དེ་རིང་ག་ཚད་སྤྱད་པ་ཡིན་ན་སང་ཉིན་ཡང་གང་ཡོང་གི་རེད། དེ་ཁོ་གསེར་རྫོགས་ཡ་མེད་པ་ཅིག་རག་རོགས་ད། མི་འགྲིག་པོ་དགེ་བསྙེན་དེ་ལ་རག་བར་ད། དགེ་བསྙེན་གྱིས་རོ་ལངས་ཀྱི་གསེར་དེ་དེ་ཁོ་ན་ལ་བསྟན་ནས་གཙུག་ལག་ཁང་ཆེན་པོ། ད་ཨོ་རྟེན་དང་ཀུ་རེ་སེ་ཡ་དེ་བཞེངས་ཡས་རེད་ད་གཙུག་ལག་ཁང་ཆེན་པོ་ཁོ་རང་གི་ནམ་མཁའ་ལ་ཕྱིན་ནས་ཕྱིན་ཟེར་ཏེ། འབྲིང་པོ་རེད་དེ་སྒོ་དེ་གེ་གུ་བྱེད་ནས་ལྟོ་ས་སྒོང་གུག་བྱས་ཤག་ན་གེ་གུ་ཆག་འགྲོ་བ། ཕྱིན་ནས། དེ་ནས་ནམ་མཁར་ཕྱིན་ནས་རི་རབ་གླིང་བཞི་སོགས་དངོས་སུ་མཐོང་བའི་བཀོད་པ་ལྟར་བཞེངས། བཀོད་པ་ལྟར་བཞེངས་ཟེར་ད་ཁོ་རང་གི་ནམ་མཁའ་ལ་ཕྱིན་ནས་རི་རབ་ཀྱི་རྩེ་ནས་མ་གླིང་བཞི་གླིང་ཕྲན་དང་བཅས་པ་གང་ག་མཐོང་ཡོང་རོགས་པ། དེར་དེ་གི་དབྱིབས་ནང་དག་ཅིག་ཨ་ནི། ཨོ་རྒྱན་དང་སྤུ་གྲི་དེ་བཞེངས་པ་རེད་བཟོ་ལྟ་དེ་འདྲ་བོ་བྱས་ནས། བཀོད་པ་དེར་བཞེངས་ཟེར། དེར་གསེར་དེ་ཁོ་ནི། དགེ་སློང་བརྒྱ་དང་དགེ་བསྙེན་བརྒྱ་ཡི་འཚོ་བ་ད་ལོ་མང་པོའི་བར་དུ་སྦྱར་བའི་གནས་དེ་ཡིན་གསུངས། ཨོ་རྒྱན་དང་སྤུ་གྲི་ཟེར་དེ་བོད་ཀྱི་ས་མིང་དེ་ཡང་མཁན་པོ་བྱེ་བ་ཚོས། མཁན་པོ་བྱེ་བ་ཚོས

ད་བསམ་ཡས་ཟེར་ནས་ད་ལྟ་རེད་བ་ད་མཇལ་ཡས་ཡོད་ཡ་དེ་རེད། ཉིན་མོ་མི་ཡིས་ཀྱང་མཚན་མོ་ལྷ་འདྲེའི་ཞང་ཟེར་ཡ་རེད་བ་དེ་རེད་བསམ་ཡས་སྤྲུལ་པའི་གཙུག་ལག་ཁང། ང་འདི་ནས། ཞེ་དྲག་ཏུ་སྨྲ་བའི་དད་པ་བཅོ་བརྒྱད་ནས། རྩ་བའི་སྡེ་བཞི། དེ་ག་རེ་རེད་ཟེར་ན་ཐམས་ཅད་ཡོད་པར་སྨྲ་བ། སྨྲ་བའི་སྡེ། ཕ་ཆེན་པའི་སྡེ་རེད་བ་ད་ཕ་ཆེན་པ་དང་གནས་བརྟན་པ་དང་མང་བཀུར་བཞིའི་དབྱེ་བ། དེ་རེད་རྩ་བ་བཞི་རེད། དེ་བར་ཆད་ཀྱི་ཡིན་ན་རིགས་མིན་བཞིན་ཡིན་དེ་ནི། བདུན། བ་དང། ཡོད་མ་དེ་ལ་བདུན་བཅས། དེ་ནི། བར་ཆད་ལྔ་བཅས་ནི་བརྟན་པ་ལ་གསུམ་བཅས་མ་འགོར་བ་ལ་གསུམ་ཡིན་ཏེ་དུ་བ་ལས། འོད་སྲུང་ས་བརྟོལ་ཆོས་སྲུང་སྡེ། ད་སྡེ་པ་སོ་སོ་གི་མིང་རེད་དེ། འོད་སྲུང་ས་བརྟོལ་ཆོས་སྲུང་སྡེ། མང་ཐོས་གུ་མར་སློབ་མ་དང། རྣམ་པར་ཆེ་དང་བཞི་ཀུན་པ། ཐམས་ཅད་ཡོད་པར་སྨྲ་བ་བདུན། ད་དེ་ནི་ཤར་དང་ནུབ་དང་གངས་རི་ནས་བདུད་རྗེ་རྟག་པར་སྨྲ་བ་དང་འཇིག་རྟེན་འདས་མ་ཕ་ཆེན་ལྔ། ལྔ་པོ་དེ་བཅས་བརྒྱད་བཞེས་ཚལ་ནས་འཇིགས་མེད་གནས། གཙུག་ལག་ཁང་ཆེན་གནས་བརྟན་གསུམ། ས་གྲོ་རེ་དང་སྲུང་བ་དཔག། གནས་མ་བོས་པའི་སྡེ་རྣམས་ནི་ཀུན་གྱིས་བཀུར་བ་རྣམ་པ་གསུམ། ད་བྱེ་བྲག་སྨྲ་བ་དེ་ནི་སྡེ་པ་བཅོ་བརྒྱད་ཟེར་ཡ་དེ་འོ་དེ་རེད། དེ་ནས་ཀུན་གྱི་བསྐུལ་བ་རྣམ་པ་གསུམ་ཟེར། དེ་ནས་བཟླས་པ་བཅོ་བརྒྱད་པོའོ་ཟེར་དེར་བ་བཅོ་བརྒྱད་པོ་སོ་སོའི་བྱིན་ལེན་རུང་ཆུ་སོགས་ལྟར་བཟླས་པ་སོ་སོ་སོ་སོ་གི་བི་ཀའི་ཕྱག་ལེན་མི་འདྲ་བ་མི་འདྲ་བ་མི་འདྲ་བ་དཔེར་ན་བྱིན་ལེན་བྱེད་ཡ་དང་རུང་ཆུ་བཏབ་སྟངས་ལ་ཡང་དེ་ནས་བཟླས་པ་སོ་སོ་གི་དེ་ནས་མི་འདྲ་བ་མི་འདྲ་བ་ཡོ་རོ་བ་དང། ཡོད་ཡིན་པ་རེད། སོ་སོའི་བྱིན་ལེན་རུང་ཆུ་སོགས་ཕྱག་ལེན་ཕྲ་མོ་མཐའ་དག་མ་འདྲེས་པར་པའི་ཐུགས་ལ་མཁྱེན། མ་འདྲེས་པར་མཁྱེན་ནས་གྲོགས་ཀྱི་དཔལ་ལྡན་ཨ་ཏི་ཤས། འཕགས་ཡུལ་གྱི་སྡེ་པ་བཅོ་བརྒྱད་པོ་ཐམས་ཅད་ཀྱི་གཙུག་གི་ནོར་བུ་གྱུར་ཏོ། བྱིན་ལེན། དཔེར་ན་དགེ་སློང་ཚུལ་བཞིན་བྱེད་ལ་མཆོད་པའི་སྒང་ལ། ཨ་ནི་བི་ཀའི། དགེ་ཚུལ་ཡིན་ནའི་རེད་རབ་ཏུ་མ་བྱུང་བ་གཅིག་གིས་བྱིན་ལེན་བྱས་ནས་བག་ཕུལ། ཨ་ནི་དགེ་སློང་གིས། ཕྱག་གཉིས་ཀྱིས་བྱིན་ནས་ཚུར་ལེན། དུ་སི་ཚུར་ལེན། བྱིན་ལེན་དེ་རེད། ཨ་ནི་དེ་ཆོས་དགོངས་རེད། ལོ་ད། བྱིན་ལེན་བྱས་ཚར་སོང་ན། བྱས་ཚར་ནས་དེ་བཞག་བྱས་པ་གང་ལ། ཨ་ནི་དེ་བག་ཚ་ལ་གཅིག་ལ་ཡང་རབ་ཏུ་མ་བྱུང་བ་གཅིག་གིས་ལག་པ་ཐུག་བཞག་ན་བྱིན་ལེན་དེ་ཉམས་འགྲོ་རེད། བྱས་ཙང་འོ་དུ་སི་རེད། བྱས་ཙང་གཅིག་གྲྭ་ས་གྲྭ་ཚང་དང་ལྷག་པར་དུ་ཡང་པའི་རྒྱུད་གྲྭ་སྟོད་སྨད་ཚོ་ལ

བཅོ་བརྒྱད་ན་ནི་གཅིག་གིས་དང་ཕྱག་ལེན་དེ་འགྲོ་བ་དང། ཨ་ལམ་པའི། ཡོད་པར་སྨྲ་བ་དེས་ཕྱག་ལེན་ཟེར་ན་ཕལ་ཆེར་འགྲིག་གི་ཡོད་རེད། ཡོད་མེད་ཕྱག་ལེན་བསྡུ་བའི་ཕྱག་ལེན་དེ་ཡོད་མ་ཡོད་མེད་ཀྱི། དེ་གི་དེ་ནི་ཕྱག་ལེན་དང་མཐུན་པ་བྱེད་དགོས་ཡོད་ཟེར་རྒྱལ་པོའི་བཀས་བཅད་པར་བ་དང། འདི་རེད། བོད་ཀྱི་རྒྱལ་པོ་བཀའ་བཅད་ནི། དེ་ཡིན་ཙང་ཇོ་བོ་རྗེའི་དུས་ཆེན་གཙོ་བོ་དེ་ཕ་ཆེན་པའི་ལུགས་གནང་གི་ཡོད་རེད་ཡིན་ན་ཡང། ལུགས་དེ་བོད་ལ་སྤེལ་མ་གནང་བྱས་ནས

མཁས་པ་ཆེན་པོ་རྗོགས་བྱེད་གང་ག་བར་མ་འདྲེས་པ་བྱས། རྣམ་པའི་གང་ལ་བ་སྤུའི་ཁ་ཁ་ཐུག་ཁ་ཐུག་ཁ་ཐུག་བཟླས་པ་སོ་སོ་སོ་སོ་གི་ཉམས་རྡུལ་འཕེལ་ནས་གང་ལ་དེ་ཏག་ཏག་ཏག་ཏག་མ་འདྲེས་པ་བྱས་ནས་གནང་གི་ཡོད་ཙང་ཚང་མ་ལོག་པའི་ག་མི་མཐུན་བྱས་ནས་གཙུག་ཏུ་བོས། དེ་ནི་ཐམས་ཅད་ཀྱི་བའི་གཙུག་གི་ནོར་བུ་བྱོས་དོ་ཨོ་དེ་རེད་ད། ཨོ་དེ་ན་བདག་གིས་ད་ལྟ་བའི་གི་ཆོ་ག་ཕྱག་ལེན་དེ་ཚོ་གཅིག་མ་འདྲེས་པ་བྱས་ཡ་དེ་གལ་ཆེན་པོ་ཡོད་རེད། སློབ་མ་དང་གྲྭ་ས་གྲྭ་ཚང་འོག་དང་དགོན་སྡེ་སོ་སོའི་བླ་མ་གོང་མ་སོ་སོ་སོ་སོ་གི་པའི་ཐུགས་བསམ་གྱི་གཞི་ནི་བསྟན་པ་ལ་ཕན་ཡག་གི་པའི་ཕན་ཐབས་ཀྱི་གཞི་ནི་ཐུགས་བསམ་གཞི་ནི་མ་བཙུགས་བྱ་ཡག་གི་ཆོ་ག་ཕྱག་ལེན་གྱི་བཙུགས་ཡོག་རོགས་པ་གང་བྱུང་མ་བྱུང་བྱས་ནས་བཙུགས་ཡོག་མ་རོགས་པ་འོག་དུ་སེང་འདུས་སྒང་ལ་འོག་དེ་ཕྱག་ལེན་འདི་པི་ཀའི་མ་འདྲེས་པ་བྱས་ནས་དཔེར་ན་བཅུ་ཕྲག་སྟོད་སྨད་འོག་དང་གྲྭ་ཚང་གདན་ས་རོགས་པ་དང་སོ་སོ་སོ་སོའི་ཕྱག་ལེན་གྱི་ཡོག་རོགས་པ་དང་གང་ག་ཤེས་ཐུབ་ན་ཡག་ཤོས་རེད།

འགྲོ་བ་དང་ང་དང་ཕྱི་དགྲ་འགྲོ་གི་མེད། འགྲོ་གི་མེད་དེ། གྲོང་ཤོག་ལ་ད། ཨུམ་རྫའི་སྒྲ་མི་འདྲ་ཡོད་རོ་བ་ད། ཨུམ་རྫའི་སྒྲ་མི་འདྲ་སུ་ཡིན་ན་ཅིག་འདོན་རོགས་བྱས་ན་ད་འདུག་སྟབས་ཡག་ཤོས་ཅིག་རེད་བ་ད། བསྐུལ་རོགས་བྱས་ན། ཁྱེད་རང་བསྐུལ་ཁོ་བསྐུལ་ཁོ་བསྐུལ་ཟེར་ཡ་ཅིག་དེ་ལྟར་སོ་སོ་སོའི་ལུགས་སྲོལ་འདྲ་པོ་རེ་རེ་བྱས་དེའི་མཉམ་འདུས་རེ་རེ་བཏོན་ཡང་ཅིག་གིས་ཅིག་དེའི་མཉམ་འདུས་རེ་རེ་བཏོན་ཧ་ལམ་མི་ཚེ་གྲོང་ཤོག་ལ་ཕྱིན་དེ་ཉིན་ཕྱིན་ཡིན་ན་ཨ་ནི་གང་གཱ་འདྲེས་ཕྱིན། ད་འདི་རེད་ཟེར་ལོག་ཁ་དགོན་པ་ལ་ཡག་ལེ་ཡིན་དུས་ད་འདི་རེད་ཟེར་ལོག་ཁ་བྱས་ཡ་མེད་པ་ཆགས།

གྲྭ་ས་གྲྭ་ཚང་བརྒྱུད་སྟོད་སྨད་དགེ། ཡིན་པ་ཡིན་ན། མཐོང་བ་བརྒྱུད་པ་ཟེར་གྱི་རེད་བ་སྔོན་མ་སྤྱི་བོའི་གཏམ་པ་མང་པོ་ཅིག་གི་ཉམས་ལེན་ནང་ནས་མ་བཅུག་བྱ་ཡ་དེ་གི་རྒྱུད་ནས་མ་འགྱུར་བ་བྱས་ནས་པའི་ཉི་མ་རེ་རེ་རེ་རེ་རེ་ལ་ལག་ལེན་བསྟར་ནས་པའི་རྒྱུན་མ་ཆད་པ་གྱི་ཡོད་རེད་བ། ད་རྟག་པར་ཞིག་བརྒྱུད་དེ་བརྒྱུད་དེ་བརྒྱུད་དེ་ན་མཐོང་བ་བརྒྱུད་པ་ད་མིག་གི་ལྟ་ས་ཅག་མེད་པ་ཆགས་འགྲོ་རོགས་དང། ཉི་མ་རེ་རེ་རེ་རེ་བརྒྱུད་ལོ་རེ་རེ་ལ་དཔེ་ཀའི་ལུགས་སྲོལ་འདྲ་བོ་རེ་རེ་བསྒྱུར་བསྡད་ན། རེ་བ་དང་གདན་ས་ཁག་ཡིན་ན་བརྒྱུད་གྲྭ་ཁག་ཡིན་ན་ནི་ཐུབ་དབང་བརྒྱུད་པའི་བྱིན་རླབས་དེ་བརླག་ཚར་ཟེར་ཡོད་མ་རེད། བྱས་ཙང་དེ་གལ་ཆེན་པོ་འདུག་བ། འདི་ནི།

མངོན་པར་ཤེས་པའི་མཁྱེན་དེ་དེར་བྱོན་ནས་ཇོ་བོ་ལ་གསུངས་པ། ཡི་དམ་གྱི་ལྷ་ཞལ་མཐོང་བ་དང་དཀྱིལ་འཁོར་གྱི་ལྷ་ཚོགས་མང་པོ་མངོན་དུ་གྱུར་པ་དང་ཐུན་མོང་གི་དངོས་གྲུབ་མང་པོ་ཐོབ་པ་དང་ཏིང་ངེ་འཛིན་རིགས་བཅུ་ཙམ་ཡོད་པས་གར་ཡང་མི་ཕྱིན། བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང། ཐུགས་རྗེ་ཆེན་པོ་སྙིང་རྗེའི་ལྷ་ཡིན་པས་ཡི་དམ་དུ་བཟུང། འཁོར་བ་མ་སྟོངས་ཀྱི་བར་དུ་སེམས་ཅན་གྱི་དོན་བྱེད་པར་དམ་ཆོས་ཤིག། ཨོ་ད་དེ་གསུངས་པ་རེད། ཡང་རྡོ་རྗེ་གདན་གྱི་ཁོང་ས་ན་ཕར་བསྐོར་བ་མཛད་པས། ད་ཚིག་གསལ་པོ་འདུག་ཚེ་འདིར་སུ་གཅིག་གིས་འདིར་སུ་གཅིག་གིས་གཅིག་ལ་དྲི་བ་དང་ལན་འདེབས་པའི་ཚུལ་དུ་རྡོ་རྗེ་གདན་གྱི་ལྷོ་ཤོག་གི་ནམ་མཁའ་ལ་མི་ཡི་ལུས་ལས་འདས་པའི། དེ་ནས་བུ་མོ་གཉིས་གཅིག་གིས་གཅིག་ལ་དྲི་བའི་ཚུལ་དུ། ད་གཅིག་གིས་གཅིག་ལ་དྲིས་ནས་ག་རེ་དྲི་གི་ཡོད་རེད་ཟེར་ན། མྱུར་དུ་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པས་ཁྱོད་གང་ལ་ལྷག་པར་བྱ་ཞེས་ཟེར་བ་ལ། གཅིག་གིས་ཅིག་ཤོས་ན་རེ་བྱང་ཆུབ་ཀྱི་སེམས་ལ་ལྷག་པར་བྱའོ་ཞེས་གསུངས་ནས། བྱང་ཆུབ་ཀྱི་སེམས་འབྱུང་ཐབས་བཟང་བ་ཅིག་གསུང་གིན་འདུག་པ་ལ་བསྐོར་བ་ཁྲོ་བསྐྱེད་ནས་གསན་པས་བསགས། སྣོད་གཅིག་ནས་གཅིག་ཏུ་སྦྱོར་བ་བཞིན་དུ་ཐུགས་སུ་ཆུད། ཇོ་བྱེད་པ་འདི་ཨཏི་ཤས། རོ། སློབ་དཔོན་ཀླུ་སྒྲུབ་ཀྱིས་བཞེངས་པའི་རྡོ་ར་ནག། ད་རྡོ་རྗེ་གདན་གྱི་མཆོད་རྟེན་དུ་བ་མང་ཆེ་བ་དེ་ཕེབས་མྱོང་བ་ཡིན་ཙང་དེའི་མཐའ་དེ་ལའང་ནི་རྡོ་ཡི་ར་བ་མི་འདུག་བས་རྡོ་ཡི་ར་བ་རྙིང་པ་སྔ་མ། རྡོ་ཡི་ར་བ་དེ། མགོན་པོ་ཀླུ་སྒྲུབ་ཀྱིས་བཞེངས་པ་རྡོ་ཡི་ར་བ་སྟེ་སྤྱོད་མཁན་དེ་མགོན་པོ་ཀླུ་སྒྲུབ་རེད་འདུག་བ། སྔ་མ། དེའི་གཡས་གཡོན་ལ་གྲོང་ཁྱེར་ཡོག་མར་བ། མགོན་པོ་ཀླུ་སྒྲུབ་དང་དེ་ཚོ་ཕེབས་པའི་སྐབས་ལ་རྡོ་རྗེ་གདན་གྱི་མཆོད་རྟེན་གྱི་གཡས་གཡོན་ལ་གྲོང་ཁྱེར་མེད་ནས་སྟོང་པ་ཡིན་ཙང་གླང་པོ་ཆེ་ཡོང་གི་ཡོད་རེད། གླང་པོ་ཆེ་དེ་འདྲས་ཡོང་ནས་ཨ་ནི་མཆོད་རྟེན་ལ་བཤིག་དྲལ་ས་བྱས་ནས་འདུག་ཟེར་ནས། བཤིག་དྲལ་ས་བྱས་ཡོང་འདུག་བཤད་སྐབས་མཆོད་རྟེན་བཤིག་ནས། ཆུ་ཚོད་འགྲོ་ཡག་གི་ཉེན་ཁ་ཡོད་ཙང་རྡོ་ཡི་ར་བ་ཀ། རྡོ་ཆེན་པོ་འོ་འདུག་ཟེར། འོ་དེའི་ར་བ་ཁ་ཐུག་དེ་ལ་སོང་རེད། རྡོ་ཡི་ར་བ་ན། ཀླུ་སྒྲུབ་ཀྱིས་བཞེངས་པའི་རྡོ་ར་ན་བཞུགས་ཙང་ན། བུད་མེད་རྒན་གཞོན་གཉིས་འདུག་པའི་གཞོན་པ་དེ་ལ་རྒན་པ་དེས་མྱུར་དུ་རྔོན་པ་གཙོ་བོ་འཚང་རྒྱ་བར་འདོད་པའི་ཞང་ཞུང་གི་སེམས་འབྱུང་གསུངས་པ་དང། ཡང་རྡོ་རྗེ་གདན་གྱི་དགེ་འདུན་ལར་བསྐོར་བ་མཛད་པའི་ཚེ། དེ་ནས་ཞྭ་མདའ་འོག་ན། དེ་བཞིན་གཤེགས་པའི་སྐུ་སྤྱི་བཞུགས་པའི་ཞལ་ནས། ཧེ། བྃ། བདེན་བདག། མྱུར་དུ་རྔོན་པར་གཙོ་བོ་འཚང་རྒྱ་བར་འདོད་པའི་བྱམས་སྙིང་རྗེའི་ཞང་ཞུང་གི་སེམས་འབྱུང་ཞིག་གསུངས། ཡང་རྡོ་ར། ཁང་བུ་ལ་བཞུགས། ཁང་བུ་ལ་བསྐོར་བ་མཛད་པའི་ཚེ། བར་སུལ་རྒྱ་བ། ཤཱཀྱ་ཐུབ་པ་གཅིག་འདུག་པ་དེའི་ཞལ་ནས་སྒྲོག་གེ། མྱུར་དུ་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པས་ཞང་ཞུང་གི་སེམས་འབྱུང་གསུངས། དེ་ནས་ཇོ་བོ་རྗེས་ཞང་ཞུང་གི་སེམས་རིན་པོ་ཆེ་མ་སྐྱེས་པ་སྤྱད་པ་དང་བཅས་ཟིན་གོང་འཕེལ་དུ་བྱས་ཏེ་མཐར་ཕྱིན་པ་མཐར་ཕྱིན་པའི་ཕྱིར། དེའི་མན་ངག་ཡོངས་སུ་རྫོགས་པར་མངའ་བ་ཞིག་སུ་ལ་སུ་ཡོད་སྙམ། རྩད་བཅད་པ་ན། ད་ཚང་མ་ལོག་གི་དམ་ཆོས་ཀྱི་དཔའ་འདེགས་ཨ་ཏི་ཤ་ལ་དེ་གསུངས་ནས་རོ་ད་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་དགོས་ཀྱི་རེད། མྱུར་དུ་མངོན་པར་རྫོགས་པར་སངས་རྒྱས་པར་འདོད་ཀྱི་ཡོད་ན་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་གསུངས། རོ་ད་ཨ་ཏུ་སི་ཡིན་དུས་ད་བྱང་ཆུབ་ཀྱི་སེམས་དགེ། དེ་ནས། བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེས་པ་དང་སྐྱེས་ཟིན་གོང་ནས་གོང་དུ་འཕེལ་ཏེ་མཐར་ཕྱིན་པའི་རོལ་པ་དང་མན་ངག་ཡོངས་སུ་རྫོགས་པ་དེ་དག་སུ་ལ་ཡོད་ནའང་བསམ་སྐབས་དེ་རྒྱ་གར་འཕགས་པའི་ཡུལ་ལ་པའི་རྩེ་ཆོས་གནང་ནས། གང་ལ་དེ་ནས། དུས་དེའི་ཚེ། བླ་མ་གསེར་གླིང་པ་ཆེན་པོ། བྱང་ཆུབ་ཀྱི་སེམས་ཀྱི་བདག་པོར་གྲགས་པས། བླ་མ་གསེར་གླིང་པ་ཆེན་པོའི་ཞབས་དྲུང་དུ་བྱང་ཆུབ་ཀྱི་སེམས་ཀྱི་གདམས་ངག་རྫོགས་པར་གསན་པའི་ཕྱིར་གསེར་གླིང་དུ་བྱོན་པར་བཞེད་ནས། ད་བྱང་ཆུབ་ཀྱི་སེམས་ཀྱི་མན་ངག་བཙལ་ཡག་གི་དོན་དག་ལ་མན་ངག་ཞུ་ཡག་གི་དོན་དག་ལ་ད་བླ་མ་གསེར་གླིང་པའི་དྲུང་དུ་ད་ཕེབས་ནས་བླ་མ་གསེར་གླིང་པའི་བླ་མ་གསེར་གླིང་པ་དེ་དེ་ནི་ཕི་གའི་གསེར་གླིང་གི་ཡུལ་སིར་ལང་ག་གྲུ་པ་དང། དེ་ནི་འཛམ་བུའི་གླིང་གི་ཁྱད་གཞི་འོག་ད་རྒྱ་གར་འཕགས་ཡུལ་ནས་གསེར་གླིང་གི་ཡུལ་དུ་ཚོང་ལ་འགྲོ་བའི་ཚོང་པ། ལམ་རྒྱུད་ཅན་དང་བཅས་རྒྱ་མཚོ་ལ་གྲུ་གཟིངས་བཅས་ནས་ཟླ་བ་བཅུ་གསུམ་གྱི་རིང། མཚོའི་གཏིང་ལ་བྱོན་ཏེ། འོ་འདི་རེད། ད་རྒྱ་གར་གྱི་སབ་ཁྲ་གི་ཟུར་དེ་ལ་ཆུང་ཆུང་ཅིག་འདུག་བ། རྒྱ་གར་ལ་སུ་བསྐྱལ་འདི་བའི་བཟོ་ར་ཀྱི་བ་ཚ་ལ་ཚོགས་ཡོ་ར་བ་འོ་དེ་རེད་ཆུང་ཆུང་ཅིག་ངོ་དེ་སབ་ཏྲ་ནང་ལ་ལྟ་ཡོང་དུས་ཟུར་དེ་ཆུང་ཆུང་ཅིག་འདུག་བ་འོ་དེ་རེད་དེ་གི་རྒྱ་མཚོའི་ནང་ལ་འདི་ན་ཟླ་བ་བཅུ་གསུམ་གི་བར་དུ་ཟླ་བ་བཅུ་གསུམ་གྱི་རིང་ད་ད་ལྟ་ཆེ་གེ་ཡིན་ན་སྒོར་དྲུག་མེད་སིང་བྱས་ནས་ལམ་སང་ལམ་སར་སླེབས་འགྲོ་ཡ་རེད་བ་ད་ཆུ་ཚོད་ཁ་ཤེས་ཀྱི་སླེབས་འགྲོ་ཡ་འགྲོ་བོ་རེད་བ་ད་ད་གང་ཆེ་ཡོང་རེད་དེ་དུས་དེ་འབྲེལ་གྱི་མཐུན་རྐྱེན་ཡོག་མ་ལ་བ་སྐབས་དེ་ལ་གྲུའི་གྲུ་ཆང་ཁོ་རང་རེད། གྲུ་ལ་བི་གའི་ག་སོ་བ་དར་འདྲ་བོ་འཕྱར་ནས་ཨ་ནི་ལྷག་པ་འགྲོ་ཞོར་དུ་བཏུལ་ནས་འགྲོ་དགོས་ཡ་དེར་བ། ལྷག་པ་འགྲོ་ཞོར་དུ་བཏུལ་ནས་འཛམ་ཙམ་ལྷག་པ་ལོག་ནས་བ། འོ་ད་ཉི་མ་ཁ་ཤས་བར་ཕྱིན་ནས་ཁ་ཤས་ཀྱི་ལམ་ཁ་ཡང་ཚུར་ལོག་འགྲོ་ཡ་དེ་འདྲ་ཡོད་རེད། མ་ཟད་པའི་བྱང་ཆུབ་ཀྱི་སེམས་དཔའི་དེ་བའི་མན་ངག་དེ་རྩ་ཆེན་པོ་ཡིན་ཙང། དུས་ཆུད་ཟབ་ས་ལ་དུས་ཟབ་བྱས་ནས་བར་ཆད་མང་པོ་ཆགས་ནས

གྲུ་བཀག་ནས། ལྟ་བུའི་གྲུ་གཟིངས་ཀྱིས་མདུན་བཀག་པ། ད་དེ་མདུན་བཀག་སོང་ན་དེ་བར་མ་འགྲོ་བར་དུ་སྒུག་བསྡད་དགོས་རོགས། མ་གཏོགས་འགྲོ་ས་ཡོད་མ་རེད་པ་ད། དེ་འགྲོ་ཡག་གི་རེད་ད་དེང་སང་ཡིན་ན་ད་ཅིག་ཧ་ལམ་དེ་མཚོན་ཚལ་འདྲ་པོ་ཞུས་ནས་པའི་གཏོར་མདོག་ཁ་པོ་རེད་དེ་སྔ་མོ་དེ་འདྲས་བྱེད་གི་མ་རེད་པ། ད་མདོ་རྒྱལ་སྲིད་སྤྱི་བྱང་ཆུབ་སེམས་དཔའ། པའི་ཇོ་བོ་རྗེ་ཕེབས་བསྡད་ཡོད་རེད་སློབ་མ་ཚུར་ཕེབས་ཡོད་རེད་དེ་འདྲས་གནོད་འཚེ་བྱེད་གི་མ་རེད་པ་ད་སྒུག་བསྡད་ཡ་མ་འགྲོ་གལ་ཡོད་མི་འདུག།

གནོད་པ་ཚབས་ཆེན་པོ་བྱེད་པ་ན། འོན་ཏེ། ད་བན་དེ་དང་ས་ཡི་སྙིང་པོའི་ཇོ་བོ་རྗེ་ལ་ཐུགས་དམ་བསྐུལ་བས། ད་དེ་འདྲའི་གི་བའི་གནོད་པ་མང་པོ་ཞེ་པོ་བྱུང་ནས་པས་ཨ་རི་མ་བསྟན་པ་འདྲ་པོ་ཆགས་ཡོང་དུས། ཨ་ནི་ཇོ་བོ་རྗེ་ལ་ཡང་ཐུགས་དམ་བསྐུལ་ནས། ཐུགས་དམ་བསྐུལ་བས་གསོལ་འདེབས་ཤུགས་དྲག་བྱས་པས་ཇོ་བོ་རྗེས་གཤིན་རྗེ་གཤེད་དམར་པོའི་ཏིང་ངེ་འཛིན་གྱི་སྒོ་ནས་བདུད་སྡེ་དཔུང་དང་བཅས་པ་བཏུལ་ཏེ། རིམ་གྱིས་སྲིད་གླིང་དུ་ཕེབས། ད་ལམ་ཚངས་པས་ཇོ་བོ་རྗེ་གི་གྲུབ་རྟགས་འདྲ་པོ་རྫུ་འཕྲུལ་གནང་གི་ཡོད་མ་རེད། ཡོན་ཏན་ཐམས་ཅད་བུམ་ནང་གི་པདྨ་མའི་ནང་ལྟར་བྱས་ནས་འབད། ཉམ་ཆུང་བྱས་ནས་འབད། གྲུབ་རྟགས་བསྟན་ཡང་འདྲ་བོ་འབད་ག་གེ་མེད་པའི་བཟོ་རེ་གྲགས་པ་གྲགས་ཆག་རང་བྱས་ནས་ཕེབས་པར་བ་དགོས་སུ་མ་མཐོང། ད་གང་ག་འུ་ཐུག་ནས་གང་ཚང་གཅིག་ལ་གང་ག་ལོག་གི་བེ་གི་ཞུ་བ་རྒྱག་ནས་ད་ཅིག་གནང་རོགས་གནང་མ་གཏོགས་སེ་བྱས་པའི་གང་ན་ཨ་ནི་འདི། འདུག་སེ་ནང་པ་ཡིན་སེ་གྲུབ་རྟགས་བསྟན། འདི་ནི། བདུད།

ད་གཟུངས་ཀུན་ཏུ་བ། མཁས་གྲུབ་ཆེན་པོ། རི་བོ་དང་རྡོ་དང་སྔགས་ཀྱི་ཐོག་ནས་འབུལ། མཁས་གྲུབ་ཆེན་པོ་དེ་ལྟ་བུའི་ཆུ། འཁྲུངས་ནས་ཟླ་བ་བཅོ་བརྒྱད་ལོན་ཙམ་ནས་ཀྱང་བྱང་ཆུབ་ཀྱི་ཐུགས་འབྱུང་བའི་གསུང་རང་ཆས་སུ་བྱོན་པ་དེས་ཀྱང། ད་དུང་བཀའ་ཆད་འདི་ཙམ་གྱིས་ད་བྱང་ཆུབ་ཀྱི་སེམས་ཀྱི་དོན་དག་ལ། མན་ངག་ལས་ཡན་གྱི་དོན་དག་ལ། བཀའ་སྤྱི་འདི་བྲིས་པའི་ནང་གི་འདུག་བ། ད་དུང་བཀའ་སྤྱི་འདི་ཙམ་གྱིས་ནན་ཏན་མཛད་པ་འདི་ལ་བརྟགས་ནའང། བྱང་ཆུབ་ཀྱི་སེམས་རིན་པོ་ཆེ་འདི་ལས་ལྷག་པའི་ཐེག་པ་ཆེན་པོའི་ལམ་འདི་གཙོ་བོ་མེད་པར་ངེས་པ་རྙེད་དགོས་སོ། འོ་དེ། ལོ་རྒྱུས་དེ་མ་ཀློག་ནས་སེམས་ལ་ངེས་པ་ག་རེ་རྙེད་དགོས་ཟེར་ན། འོ་ད་བྱང་ཆུབ་སེམས་ཟེར་ཡ་དེ་བྱང་ཆུབ་སེམས་མན་ངག་དེ། ད་རྩ་ཧ་ཆེན་པོ་བཞི་པོ་ཅི་ཡིན་པ་དེ་ད་ཧ་གོ་དགོས་རེད། ངེས་པ་རྙེད་ཡ་དེ་རྙེད་དགོས་སོ། དེ་ལྟར་ཇོ་བོ་ཆེན་པོ་ལམ་དུ་ཟླ་བ་བཅུ་གསུམ་གྱི་བར་ཕེབས་པར་ཡང། རབ་བྱུང་གི་རྟགས་ཆ་ལུགས་མ་ཉམས་པར་བྱོན་འདུག་པ་ལས། རང་རིགས་ལྟར་དགོན་པའི་གླིང་གི་ཕྱི་རོལ་དུ་ཐོན་པ་དང། གྲྭ་ཆས་བསྒྱུར་ནས། དེ་ནས་ལྕགས་ཕྱེ་སྐུ་གདུང་སོགས་གྱོན་ཏེ་ཕེབས་པ་མ་རེད།

ཁྱི་ལོ་ལ་བག། དགོན་པ་ནས་བག་ཐོན་པ་དག་ག། ད་ཆའི་འགྱུར་ནི། དེ་ནས། ལྕགས་ཆའི་སྒུལ་ཐོངས་སུ་གྱུར་འདི་ཕེབས་པ་མ་རེད་ཟེར། ཕྱིས་ནས་མིག་རྡུལ་ཙམ་གྱིས་ཀྱང་བསྟན་པ་ལ་ཕན་པའི་ཆེད་དུ་ཕྱོགས་སུ་འགྲོ་བ་ལ་ཡང་རབ་བྱུང་གི་རྟགས་ཆགས་ལུགས་མ་དོར་བ་བྱ་དགོས། ད་ང་ཚོའི་ལ་གསུང་གོ་རོ་བ། དོན་དག་དེ། ཁྱི་ལོ་བག་ཕེབས་པའི་སྒང་ལ་ད་སོ་སོ་རབ་ཏུ་བྱུང་བ་མ་ཡིན་ན། གྲྭ་ཆས་འཁོན་དགོས་ཡ་གལ་ཡོད་མ་རེད། ལོ་པ་ད་སོ་སོ་རབ་བྱུང་ཡིན་ན། དང་པོ་རབ་ཏུ་བྱུང་དུས་ནི་མཁན་པོའི་མདུན་ནས་ག་རེ་ཁས་བླངས་ཡོད་རེད་ཁྱིམ་པའི་རྟགས་ནས་སྤང་བ་རབ་བྱུང་རྟགས་ནས་བླངས་པ་ཡིན་ཟེར་ནས་དམ་བཅའ་བཞག་ཚར་རེད་དོན་དག་རེད་པ་ད་ཁས་བླངས་ཚར་རེད་མཁན་པོ་སྐུ་མདུན་ནས་དང་པོ་སོ་སོ་རབ་བྱུང་འགྲོ་དུས་ནས་འོ་ད་དེ་བཞེས་སྦྱོང་བྱས་ནས་དགོན་པ་རྣམས་ལ་ད་ཨ་ཅང་ཅང་ཨ་ནི་ཕྱི་ལོག་བར་ཕེབས་པའི་གང་ལ་ཐག་རིང་ཐུང་ག་དྲི་ཅི་ཡིན་པ་ཡིན་ན་བཅའ་ཆའི

རེད་པ། གལ་ཆེ་ཡ་དེ་ལག་ཆས་དེ་ཡག་པོ་ཅིག་དགོས་གི་རེད་རྒྱལ་ཁབ་ག་བ་དེ་ན་ལག་ཆས་དེ་ཨམ་ཐང་ཐང་ཅིག་གི། ཨ་ནི་འགྲོ་སོང་དང་ཡང་དངུལ་ཏེ་སི་ཅིག་གི། ཨ་ནི་དྲ་ཆས་ཡག་ཐག་ཆོད་ཅིག་འགྲོ་བཞག་ན་སུ་གང་འཛུགས་གི་བཙུགས་ཉན་ཡོག་མ་རེད་ཁྱོད་དྲ་ཆས་སྤྲད་བཞག་འགྲིག་མི་འདུག་བཙོན་ཁང་བཅུག་གི་ཡིན་སུས་ཟེར་གི་རེད་ཟེར་གི་མ་རེད་བ། བཙོན་ཁང་བཅུག་གི་ཡིན་ཅིག་ཅིག་ཟེར་ཡ་དེ་ལྕགས་ལག་ཅིག་ཅིག་ཅིག་གི་བཞག

ད་ང་དྲ་ཕྱེད་སྤྲད་ནས་འགྲོ་དགོས་རོགས་དྲ་ཕྱེད་སྤྲད་མི་དགོས་ད་དུང་ངའི་སྒོ་དེ་བྱང་ཆུབ་སེམས་དཔའ་གཅིག་གོན། ཟོ་དང་ཟས་ཟོ་ཟོ་རེད་ཅེས་གནམ་གྲུ་དཀྲིས་ཟིན་ནས། ཁོས་དྲ་ཕྱེད་སྤྲད་ངེས་ཉིན་རེད། ཨ་ནེ་ཕྱིན་པ་རེད། དང་པོ་འགྲོ་ཟེར་ད་མི་གང་ག་ལོག་གི་དཀྲོག་བཞག་ཡིན་ཙང་དྲ་ཕྱེད་ལ་སྡང་པོ་ཡོད་རེད་ཟེར་ཞེས་ཚིག་རྩེ་རེ་བྱས། ཡིན་ན་ཡང་གནམ་གྲུ་ཐང་ནས་མ་འགྲོ་བའི་སྒང་ལ་རྒྱ་ནག་པེ་ཅིང་གི་གནམ་གྲུ་དེ། མི་ནེ་ཡ་པུ་ལུས་སེ། རེད་པ་ད་རྒྱ་མི་པུ་ལུས་སེ། ད་དེ་ན་ལ་བོད་པ་ཡོད་ཀྱི་རེད་ད་མང་པོ་ཡོད་ཀྱི་རེད་བ་ད་པུ་ལེ་སེ་བའི་ཉི་ཤུ་སུམ་ཅུ་ཞིག་ཡག་ཡོང་གི་འདུག་བ་ནམ་འདུག་སྐྱེ་མཚར་གློག་གི་འགྲོ་ཡ་དེ་མ་འདུག་སུ་ནུའི་འགྲོ་ཡ་དེ་རེད་མི་ནི་ཡ་མ་ཡ་ཡག་ཡོང་འདུག་ག་ཁོང་ཚོས་ག་རེ་བྱེད་ཀྱི་འདུག་དང་པོ་སྐད་བྱེད་ཀྱི་མི་འདུག་ཁོང་ཚོ་ཞྭ་མོ་སྤིག་གི་པུ་ལེ་སེ་དེ་ཚོས་ཞྭ་མོ་སྤིག་ནས་གུས་ཞབས་བྱེད་ཀྱི་ལག་པ་རྡོ་སེ་གཡུག་གི

རེད་དེ་དྲ་རྒྱའི་ལ་སྡང་པོ་བྱེད་ཉེན་ཁ་བ་ཅི་ཡོད་མི་འདུག། སྡང་པོ་བྱེད་ཡ་དེ་དྲ་རྒྱའི་ལ་རེད་མི་འདུག་རེད་བ་ད། ད། ཚོང་རྒྱ་ཉིན་ནག་ཚོང་རྒྱམ་ཉིན་འདྲ་པོ་དང། ཨོ་ཁྱོད་པ་ཤིན་ཅི་ལོ་བྱེད་དེ་ཉིན་ཚུགས་ཀྱི། སོ་སོ་དྲ་བ་མིན་ན་ཡ་དྲ་བ་ཡིན་འདུག་འདོག་བྱེད། སྒོ་དུ་ཨུ་རིགས་སུས། ཨ་ནི་དྲ་རྒྱའི་གོན།

ཨོ་འདི་ཚོ་ཡག་པོ་འདུག་ཟེར་སྔོན་ན་ག་གི་མཐུན་ཡང་ཡོད་མ་རེད་པ་གྲ་པ་འདྲ་ཅང་ལྐོག་དེ་ལག་ན་གཞི་འཛུགས་ཆེ་བ་རེད་གཞི་རྫོགས་ད་ཧོབ་ཏི་ཀ་ལ་འགྲོ་དགོས་ན་ག་གི་ལྟ་ས་ལྟོས་ས་མེད་འགྲོ་ཆོག་ཆོག་ཅིག་རེད་པ་ད་རེད་པ་ད་སྦག་ཁུག་དེ་ཡག་ཐག་ཆོད་འདི་ན་ཆུག་དེ་འགྲོ་ཤེས་ན་ཆུག་ཟེར་ཨ་ནི་གཞན་དག་ལྟ་ས་སྐལ་ཡོད་མ་རེད་པ་སྤྲུལ་སྐུ་བུ་བུ་ཟེར་ཡ་འདི་ཨ་ཕ་ཨ་མ་ཟེར་ཡ་འདྲ་པོ་ག་གཅིག་ལ་ལྟ་དགོས་ཡ་ཡོད་མ་རེད་པ་ད་སྦག་ཁུག་དེ་ཁེལ་ཐུབ་ན་འགྲིག་ཚར་རེད་ད་ཨུ་འདི་ནས་དེ་ཁེལ་མ་ཐུབ་ན་ད་འགྲོ་སོང་བཏང་དགོས་ཅིག་རེད་པ་ད

དེ་ནས་གསོད་འཕྲོག་བྱེད་མི་ཡོང་ང་སྙམ། འཇིགས་ཞུམ་ཞུམ་པ་བྱེད་དགོས་པ་རེད། ཨ་དེ་གང་ད་གལ་ཆེ་དེ་སོ་སོའི་ལག་ཆས་དེ་ཡག་པོ་དགོས་རེད། རེད་པ་ད། ཨོ་དེ་རེད། དགོས་པ་ནང་སོ། དགའ་ལྡན་ཁྲི་ཐོག་གསུམ་པ། མཁས་གྲུབ་དགེ་ལེགས་དཔལ་བཟང་པོ་ནི། ཡབ་ཡུམ་ཀུན་དགའ་བཀྲ་ཤིས་དཔལ་བཟང་དང། ཡུམ། བུ། བྲན་རྒྱ་མོ་གཉིས་མཇལ། འོ་ད་སྲས་སུ་གཙང་བླ་སྟོད་ཆུ་འོག་ཏུ། རབ་བྱུང་དྲུག་པའི་ཤིང་གླང། སྤྱི་ལོ་གཅིག་སྟོང་སུམ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་སྐུ་འཁྲུངས། ག་རེ་རེད་ད་དེ། དགེ་ལེགས་ཡོང། སྐུ་འཁྲུངས། དགུང་ལོ་ང་བཞི་པ་རབ་བྱུང་བདུན་པའི་ས་སྟག། འདི་ནི་སྤྱི་ལོ་ཡིན་པ་འདྲ། ད་མ་ན་རུ་མོ་ཚོས་ད་ལྟོགས་སུ་ལྟོགས་སུ་སླེབས་འདི་གའི་ག་ཚད་དེ་བྱས་ན། འདི་ནི་སྤྱི་ལོ། གཅིག་སྟོང་བཞི་བརྒྱ་སུམ་ཅུ་སོ་གཅིག། ལོར། གཟུགས་སྐུའི་བཀོད་པ་བསྡུས་ཏེ། དགའ་ལྡན་ཡེ་དགའ་ཆུ་འཛིན་དུ། རྗེ་འཇམ་དཔལ་སྙིང་པོའི་དྲུང་དུ་ཕེབས་སོ། གསུང་རྩོམ་གླེགས་བམ་པོད་བཅུ་གཉིས་བཞུགས། ད་མཁས་གྲུབ་ཐམས་ཅད་མཁྱེན་པའི་གསུང་བྱང། ངུར་སྨྲིག་ཆོས་སྐུའི་གཟུངས་བདག་གིས། རབ་བྱུང་རྣམས་ཀྱི་ལུས་མཛེས་བཅས། རབ་བྱུང་ཆེན་པོའི་རྟགས་འཆང་བ། བསྟན་པ་འཇིག་པའི་བརྟུལ་ཞུགས་ལ། ད་རབ་ཏུ་བྱུང་བ་ཚུལ་དཔེ་བའི། ངུར་སྨྲིག་ཆོས་སྐུའི་རྣམ་གསུམ་གོས་ན། མཛེས་པོ་ཞེས་དྲག་ཡོད་རེད། ལེན་པོ་ཞེས་དྲག་ཡོད་རེད། བབ་ཆགས་པོ་ཡོད་རེད། དེ་མ་གཏོགས་རབ་ཏུ་བྱུང་བ་ཚུལ། ཤིང་བལ་དང་བེ་གའི་ཆུ་བ་དང་གཅིག་གོས་དུང་སྟོད་དུང་གོན་ཡང་གཅིག་རྒྱུ་ག་དྲི་ཡག་པོ་གཅིག་ཡིན་པ་ཡིན་ན་ཡང་དེ་ལན་པོ་ཡོད་མ་རེད། རེད་པ་ད་ཨ་ནི་རབ་བྱུང་ཁྱིམ་པའི་རྟགས་འཆང་བ་དེ་བསྟན་པ་འཇིག་པའི་བརྟུལ་ཞུགས་ལགས་སོ། སངས་རྒྱས་ཀྱི་བསྟན་པ་འཇིག་ཡག་གི་སྤྱོད་པ་ཅིག་རེད།

བཅའ་བྱའི་དུས་གོ་ཡང་དེ་རྒྱུན་རིང་རོའི་རིང་རུ་བྱེད། དྲག་བྱའི་དུས་གོ་ཡང་དེ་རྒྱུན་ཐུང་རོའི་ཐུང་རུ། འོ་ན་གང་ཟག་ཅིག་ལ་སོ་སོའི་རྒྱུད་ལ་སྟོན་པ་བསྟན་པ་ཁ་ཡོད་ལག་ཡོད་ཀྱི་བསྟན་པ་ཡོད་དེ་པ་དེ་ལྷག་པ་གསུམ་གྱི་ནང་ནས་ཁ་ཡོད་ལག་ཡོད་ཀྱི་བསྟན་པ་ག་རེ་ཡོད་རེད་སོ་སོའི་སྡོམ་པ་དེ་ཡོད་རེད་དགེ་སུ་ལུང་གི་སྡོམ་པ། ད་དེ་དངོས་གནས་ཀྱི་བེ་གའི་བསྟན་པ་དེ་རེད་བ་ད། འོ་དེ། ཤོར་འགྲོ་ཡ། ད་དེ་ནས་དེ་ནས་བ་སོ་སོ་དང་མཐུན་པའི། འོ། དེ་དེ་ཡོད་རེད་བ་ད། འོ་དེ་ཚོས་ནི་བ། ད་སོ་སོའི་ལས་འདོད་བྱེད།

གཞན་སོང་ང། དང་པོ་ནི། རྫིག་ཐག་ཆོད་བྱེད་པའི་སྤྱོད་པ་དང་གྲ་ཆའི་རྫིག་ཐག་ཆོད་གོན་བསྡད་དང་ཨ་ནི་ཡག་ཤོག་མ་ཤོག་ཟེར་ཉེན་ཡོད་མ་རེད། ཨོ་དེ་ཞིག་རེད། བསྟན་པ་གཅིག་པའི་བརྟུལ་ཞུགས་ལ། ཞེས་གསུངས། འགའ་ཞིག་གིས་ནང་ནི་སྨིན་དགོས་ཟེར་ནས་ཕྱི་རོལ་གང་བྱུང་བྱེད་མཁན་འདུག་ཀྱང།

ད་དེའི་སྟོད་ཡག་གི་དུས་འདའ་ལ། འཕགས་པ་ལྟ་ཚུལ་བཏང་ནས། སངས་རྒྱས་བཅོམ་ལྡན་འདས་ཀྱིས་འཕགས་པ་ལྟ་ཚུལ་ལ། རེ་བ་ད། ལྟ་ཚུལ་ནང་པ་ལ་བརྗོད་ནས་པའི་དེ་གནང་གོ་རེ་བ་ད། དེ་ཡིན་དུས་འཕགས་པ་ལྟ་ཚུལ། འཕགས་པ་ལྟ་ཚུལ་དེ་ཞི་རགས་གི་པའི་སྤྱོད་པ་གཞན་དང་མི་འདྲི་བའི་པའི་མི་འདྲ་བའི་ཞི་ཞིང་དུལ་བ་ཅིག་ཡོད་རེད། གཏན་དུ་ཤཱ་རིའི་བུ་ཡོད་ས་དེར་འཕགས་པ་ལྟ་ཚུལ་དགོངས་དྲང་ལྟ་བ་འཕགས་ཕེབས་ཚུལ་ཕེབས། འཕགས་པའི་ཞི་ཞིང་དུལ་བ་བྱས་ནས་ཕེབས་ནས། ཉི་མ་རྟག་པ་ཤེས་ཤེས་ཐུལ་བ་བཅས་ད་ནི་ནམ་ཚ་དེ་ཚོ་སྤི་ཀའི་གཙང་སིལ་སིལ་རེ་བྱས་ནས་རོ་ད་བྱས་ནས་དུས་ཕེབས་ཕ་ཕེབས་དུས་གནང་གི་ཡོད་ད། དེ་ཡིན་ཚེ་ཤ་རི་པའི་དུས་རྗེས་རྟག་དེ་བས་ག་འདུག་ལ། ད་འདི་པའི་དགེ་སློང་འདི་ཤེས་ཤེས་ཐུལ་བ་ཞི་བུ་ཅིག་འདུག། རོ་ད་ཤེས་ཤེས་ཐུལ་བ་ཞི་བུ་ཅིག་ཉི་མ་གཅིག་མ་རེད་གཉིས་མ་རེད་ག་དུས་ཡིན་ན་ཤེས་ཤེས་ཐུལ་བ་ཞི་བུ་ཅིག་འདུག་ད་འདི་པའི་སྟོན་པ་དེ་ད་དེ་ལས་ཀྱང་ཞི་བུ་ཅིག་ཡོད་ཀྱི་རེད། སངས་རྒྱས་བཅོམ་ལྡན་འདས་སེ་ཡ་དེ། ང་བྱས་བྱས་དགོས་བསམ་མོད།

བ་བརྒྱད་པ་ཙམ་གྱི་མི་འདྲ་བར་གྱི་ཕྱག་གཡོར་བ་གང་ག་གི་དབྱེ་སྨོན་བྱེད་དགོས་ཡ་གཅིག་སྔ་མ་ནས་ཡོ་ར་ལ་ད་འདའ་དེ་དེ་ཡོ་ར་བ་ཡིན་ནས་ད་དུང་ཡིན་ནས་གལ་ཆེན་པོ་ཡོ་ར་ཆེན་སོ་བ་རྣམས་ཕག་ཚོ་ཕེ་དུ་ནམ་ཚ་བྱེད་ཡ་དེ་ད་ད་འདའ་པོ་ཅོ་ལོ་རབ་ཏུ་བྱུང་བ་གི་ཆེན་པའི་རྟགས་ལ་དགའ་བོ་ཆེ་གོན་ཅིག་ཆེན་པའི་རྟགས་ཀྱི་གོན་རྒྱུ་ཨེ་རག་མི་རག་འདྲ་བོ་ཅིག་བྱེད་དགོས་ད་གུ་དུང་ཡ་གོན་ཅིག་ཅེས་ད་འདོ་ལྟས་སི་བྲག་ར་ཡིན་ནས་གུ་དུང་མ་གོན་པོ་ཆེ་ག་ཆེ་སྟོད་དོང་ར་གྱི་གོན

དེ་འདྲའི་ཡོད་རེད་པས་ན་ཚ་ཡོང་གི་ཡོད་རེད་བ། ད་དེ་ནི་ད་རྒྱ་གར་བོད་པའི་ཡུལ་གྲགས་པ་འདི་ག་ལ་ད་དེ་འདྲའི་གི་བས་ཧ་ཅང་གི་གྲང་འགྲོ་ཡ་ད་ཧ་ཅང་གི་བས་ཚ་འགྲོ་ཡ་དེ་འདྲའི་གས་མི་འདུག་བ། དེ་འདི་རེད་པ་ད་གཟན་མ་གོན་པ་བྱས། ཨ་ནི་ཅིག་བོད་དོན་མ་གོ་ར་ཅིག་གོན་ག་བྱས་ཡང་གྲགས་པ་ཡིན་ཟེར་ཡ་གི་གྲ་བྱས་ར་ཅིག་བསྡད་བྲེད

ནད་པ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་དམིགས་བསལ་ཆེན་པོ་བྲལ་ན་གི་ཡོད་ན། ཡང་ན་ག་བྱེད་ཀྱི་ཡོད་མ་གདའ་མ་ན་གོང་ལ་ན་དེ་ཡོད་དུ་འདུག་ཅེས་ག་བྱེད་ཨང། ལྷག་པར་དེང་སྐབས་རང་ཉིད་རབ་ཏུ་བྱུང་བའི་གྲྭ་པ་མིན་ཀྱང་ཡིན་མདོག་གིས་གྲྭ་ཆས་ཤང་ཐབ་ཆུས་གོས་སྟོད་འགག་སེར་པོ་སོགས་གྱོན་ཏེ་ནག་འཐུང་རྒྱབ་པ་བུད་མེད་བསྟེན་པ་ཆང་རག་འཐུང་བ་སོགས་ཁྱིམ་པ་སུན་འབྱིན་པའི་ལས་བྱེད་པ་མང་བ་འདི་དག་ནི་རང་བཞིན་སྐྱེ་འགྲོ་མང་པོ་དགེ་འདུན་ལ་མ་གུས་ཤིང་སྐུར་བ་བཏབ་པས་ངན་སོང་དུ་འཁྱམས་པར་འགྱུར་བའི་བྱ་སྤྱོད་ཐ་ཐ་ཤལ་བ་ཡིན་པས་འདིར་རིགས་ཕུང་མཆིས་པའི་མདོ་བཞིན་དོར་བར་བྱ་བ་ཁོ་ནའོ། ཡང་བོད་རིགས་ཀྱི་ཆོས་ལུགས་ཁག་གི་དགོན་པ། འགའ་ཞིག་ན་རབ་བྱུང་གི་སྡོམ་པ་མེད་པའི་མི་ཁྱ་སྤྱང་ཚོགས་ཏེ་དེ་དག་གིས་དགེ་ལྡན་ལུགས་ཀྱི་དབུ་ཞྭ་སེར་པོ་དང་སྟོད་འགག་སེར་པོ། དགེ་སློང་གི་ཡོ་བྱད་ཆོས་གོས་སྣམ་སྦྱར་སོགས་གང་རྫིག་རྫིག་བྱོན་ནས་བསྟན་པའི་རྐང་འདྲེན་པ་རྣམས་ལ་འབྲེལ་ཡོད་ཆོས་ཀྱི་དབུ་ཁྲིད་སུས་ཀྱང་མ་གཟིགས་མ་ཟིན་པའི་ཚུལ་མཛད་པ་ནི་བློ་ཕམ་གྱི་རང་བཞིན་ལས་མ་འདས། བློ་ཕམ་ནི་འདས་མ་གཏོགས་བྱས་སྐལ་བ་མ་རེད་འོ་དོ་ཅན། ཁ་རེད་དང། འོ་ད་དེའི་བར་ཚ་ལ་གུ་སང་ཕེ་བྱོན། བློ་ཕམ་གྱི་རང་བཞིན་ལས་མ་འདས། ད་ནི་བཅུད་ནི་ཞུ་ན། ད་ད་གའི་ཐོག་སུ་བཀྲུ་བཤལ་གསུངས་སོ། ད་ནི་བཅུད་ནི་ཞུས་ན། དེ་ལྟར་བྱའོ། དེ་ལྟར་བྱའོ། གསེར་གླིང་དུ་ཕེབས་ནས། གླིང་དེའི་སྣེར་ཟིན་པ་ན་གསེར་གླིང་པ་ཆེན་པོའི་སློབ་མ། བསམ་གཏན་པ་འགའ་ཞིག་བཞུགས་པ་དང་མཇལ། དེར་ཞག་བཅུ་བཞིའི་རིང། དཔོན་སློབ་ཚང་མ་ངལ་གསོ་ཞིང་བསམ་གཏན་པ་དེ་དག་ལ་བླ་མ་ཚེ་གླིང་པའི་རྣམ་ཐར་རྩད་གཅོད་ཅིང་བཞུགས། རང་རེ་ལྟ་བུ་ཡིན་ན་ལམ་སང་སྐུ་མདུན་དུ་འགྲོ་འོས་པ་ལ། དེ་ལྟར་མ་བསྡད་པར་རྣམ་ཐར་རྩད་གཅོད་མཛད་པ་ནི། དང་པོ་བླ་མ་ལེགས་པར་བརྟག་དགོས་པའི་རྒྱུ་མཚན། བརྟག་དགོས་པའི་མཚོན་བཤད་དུ་མཛད། བསམ་གཏན་པ་དེ་དག་འགའ་ཤས་བླ་མ་ཚེ་གླིང་པའི་དྲུང་དུ་ཉུལ་བར་ཕྱིན་ཏེ། དེང་སང་རྒྱ་གར་ཤར་ནུབ་གཉིས་ན་འགྲན་ཟླ་མེད་པའི་མཁས་པ་ཆེན་པོ་སྡེ་འབངས་ཀ་ར་ཤི་རི་ཇཱ་ནཱ་པའི་མ་སྨིན་མཛད་ཡེ་ཤེས་བྱ་བ་དེ་སློབ་མ་བརྒྱ་དང་ཉི་ཤུ་རྩ་ལྔའི་ཚོགས་དང་ལྷན་ཅིག་རྒྱ་མཚོ་ཆེན་པོ་ལ་ཟླ་བ་བཅུ་གསུམ་གྱི་མི་མཐུན་པའི་རླུང་གིས་གྲུ་གཟིངས་ལམ་ལོག་པར་གྱུར་བ་སོགས་བར་ཆད་མང་པོའི་རྐྱེན་གྱིས་རྒྱ་གར་ནས་སྲིད་གླིང་བར་དུ་ཟླ་བ་བཅུ་གསུམ་འགོར་སྲིད། དེ་ནས་ཟླ་བ་བཅུ་གསུམ་བར་དཀའ་བ་སྤྱད་ནས། བླ་མ་མཆེད་ཀྱི་གྲོང་དུ་དུས་གསུམ་གྱི་བྱ་བ་ཐམས་ཅད་སྤྱད་པར་བྱེད་པའི་ཡུམ་གཙོ་བོར་ཉན་པ་དང། སྨོན་འཇུག་གི་སེམས་བསྐྱེད་དེ་ཐིགས་པ། ཐིགས་པ་ཆེན་པོས་འདི་ནས་བློ་སྦྱོང་བའི་ཆེད་དུ་ཕེབས་འདུག་ཅེས་གསོལ། སེར་གླིང་དཔལ་བྱང་མཁས་པ་ཆེན་པོ་དེ་ལྟ་བུས་རང་རེའི་ཡུལ་འདིར་ཕེབས་པ་ཤིན་ཏུ་ལེགས་ཅེས་བསུ་བ་ཞུ་དགོས་གསུངས། དེ་ནས་ཇོ་བོ་རྗེས་དཔོན་སློབ་རྣམས་བླ་མ་གསེར་གླིང་པ་ཆེན་པོའི་ཕོ་བྲང་དང་ཉེ་བར་ཕེབས་པ་ན། བླ་མ་གསེར་གླིང་པས་དགེ་སློང། ཆོས་གོས། དེ་ནས་སྣམ་སྦྱར། བླ་གོས་ཐང་གོས་ཏེ། ད་ཆོས་གོས་རྣམ་གསུམ་བསྩལ་ཏེ། རྣམ་གསུམ་ཁ་དོག་མཐུན་པར་སྩོལ་བ། ཐམས་ཅད་མཐུན་པར་རེ་བ། རེ་བ་སྐྱེས་ལུགས་བསྩལ་ཏེ། རེལ་པ། བྲམ་ཟེའི་རིགས་གཙང་སྦྲ་ལ། དགའ་བའི་རྒྱུན་ཕྱིར་འཁྲུད་ཀྱི་ཡོ་བྱད་ཆུ་སྣོད་ཞིག་ལ་ལྟ། ཁྱི་ལུག་བཟས་ཏེ་ཁྱི་ལུག་འཛིན་པ། ཁ་ཟས་མཛེས་པར་བསྣམས་པ་ཤིན་ཏུ་དང་བ་འདྲེན་པ་དགྲ་བཅོམ་པ་ལྟ་བུའི་ལྔ་བརྒྱ་དང་སུམ་ཅུ་རྩ་ལྔའི་སྔགས་བླ་མ་གསེར་གླིང་པའི་བྲག་ནས་དགེ་ཚུལ་དྲུག་ཅུ་རྩ་གཉིས་ཀྱིས་བསྟན་ཏེ་མདོར་ན་རབ་ཏུ་བྱུང་བ་ལྔ་བརྒྱ་ལྔ་བརྒྱ་དང་དགུ་བཅུ་རྩ་བདུན་གྱིས་རྒྱང་རིང་པོ་ནས་བསུ་བའི་ཕྱིར་ནར་གྱིས་བྱུང་བ་གཟིགས་སོ། ཐབས་ཕེབས་བསུ་བྱས་ནས། དེ་མ་ཐག་ཏུ་བཅོམ་ལྡན་འདས་ཞལ་བཞུགས་པའི་དུས་ན་དགྲ་བཅོམ་པ་རྣམས་ཀྱིས་བསྐོར་བ་ལྟར་ཤིན་ཏུ་དང་བ་འདྲེན་ཅིང་ཐུགས་ཉམས་དགའ་བའི་མཐར་ཐུག་པར་གྱུར་ཏོ། དེ་ནས་ཇོ་བོ་རྗེས་དཔལ་འགྲེལ་དང་ས་ཡི་སྙིང་པོ་འགྲོ་བ་བཟང་པོ་བཅུ་བཞི་བཤེས་གཉེན་དགེ་བའི་འབྱུང་གནས་དཔའ་བོ་རྡོ་རྗེ་ལྷ་ཡི་བློ་གྲོས་ཉི་མ་འབེབས་པ་ཡེ་ཤེས་སྙིང་པོ་ངག་གི་དབང་ཕྱུག་བརྡ་ན་ཤེས་རབ་མེ་དགྲ་ལ་སོགས་པའི། རིག་པའི་གནས་ལྔ་ལ་མཁས་པའི་དཔལ་འབྲས་རྟགས་དང། སྡེ་སྣོད་གསུམ་ལ་མཁས་པའི་འཁོར་བརྒྱ་དང་ཉི་ཤུ་རྩ་ལྔ། དགེ་སློང་རྣམས་ཆགས་ལམ་དང་ཞབས་བཅགས་རེ་བ། འབྲིང་མིང་མ་སོགས་བ། འབྲིང་མིང་མ་སོགས་བ། ཁ་ཅིག་ཁ་ཆེ་གུར་གུམ་གྱིས་དེ་ནས་ལེགས་པར་ཁ་སྦྱོར་བའི་ཆོས་གོས་རྣམ་གསུམ་ཕ་ཆེན་སྡེ་པས་ལེགས་པར་བསྔགས་པར་མཛད་པ། དང་ཕ་ཆེན་སྡེ་པས་ཕྱག་ལེན་གཙོ་བོ་མཛད་པ་གནང་སྐབས་དང་ཕ་ཆེན་སྡེ་པས་ལེགས་པར་བསྔགས་པར་མཛད་པའི་གསོལ་བ། མཛད་པར་གསོལ་བ། ཐམས་ཅད་ཀྱང་རྟེན་འབྲེལ་གྱི་ཆེ་བའི་ལྕགས་ཀྱི་ལྷུང་བཟེད་རབ་ཚེས། བུག་རྡུལ་མེད་པར་བསྣམས་པ། ཟངས་ཀྱི་རས་པ་སྤྱི་བླུགས་མང་ག་དེའི་གྲས་གང་བྱུང་བ་དང། བསྟན་པའི་བདག་པོས་རབ་ཏུ་བསྔགས་པར་མཛད་པའི་ཁ་ཟས་ཁ་ཟིལ་ལ་སོགས་པའི་རྟགས་མཚན་ཐམས་ཅད་ལེགས་པར་ཚང་བ་ཡོད་པ་ཐམས་ཅད་ཀྱང་དཔལ་འབྲས་ཏེ་ཞག་ང་རྒྱལ་མེད་པར་གསོ་བ་བསགས་པའི་ཚེ་རོལ་དང། ཚེ་དེ་མ་གཏོགས་སུ་ཀུན་ཀུན་ཡོད་པ་འདྲ་བོ་ཞག་རོལ་དུ་ཡང

འདི་ནི་བར་མ་ཆད་པར་རྒྱ་མཚོའི་སྣ་ལྔའི་གུར་བཞིན་དུ་མགོན་པོ་གསེར་གླིང་པ་གང་ནའང་བཞུགས་པ་དེར་བྱོན་པ་དང། གསེར་གླིང་པ་པའི་འཁོར་དང་བཅས་པ་འཕང་བསྒྲིགས་ནས་ཕན་ནེ་ཚོའི་གསེར་འཕང་བྱིན་ནས་ཕེབས་ཡོང་གི་ཡོད་རེད། ཇོ་བོ་རྗེའི་འཁོར་དང་བཅས་པ་འདི་ནི་བར་གསེར་འཕང་བསྒྲིགས་ནས་བར་བླ་མ་གསེར་གླིང་པའི་མཇལ་ཡར་ལ་འོ་དོ་ཕེབས་ཀྱི་ཡོད་རེད། ད་ལྟ། ཕན་ཚུན་གཅིག་གིས་གཅིག་གི་བའི་བླ་སློབ་བྱས་ནས་ཆོས་གསན་ཡོང་མ་རག་པ་དེ་ཡིན་དུས་སྙིང་གའི་བའི་གུས་ཞབས་བྱས་ནས་འདུག་ཅིག་གིས་སྙིང་གའི་བའི་ཕེབས་བསུ་འདྲ་པོ་གནང་ནས་འོ་དེ་རེད། དེ་ནས། ཐམས་ཅད་ཕུན་སུམ་ཚོགས་པ་ཤ་སྟག་ཏུ་གྱུར་པའི་དཀར་ཕྱོགས་ཀྱི་ལྷ་རྣམས་དགའ་ཞིང་མགུ་ནས་མེ་ཏོག་གི་ཆར་བ་ཕབ། སེང་གླིང་ན་གནས་པའི་སྐྱེ་བོ་ཐམས་ཅད་བླ་མ་གཉིས་ཀྱི་མཛད་པ་ལ་ངོ་མཚར་རྨད་དུ་བྱུང་བའི་དད་པ་ཐོབ་བོ། དེ་ནས་ཇོ་བོ་རྗེས་རིན་པོ་ཆེ་བུམ་པ་ནང་ན་དངོས་པོ་ཅི་ཡོད་ཕྱི་ནས་བསགས་བ་ཞིག་རིན་པོ་ཆེ་གསེར་དང་དངུལ་དང་མུ་ཏིག་དང་བྱུ་རུ་དང་སྦལ་འབྲུལ་བས་བཀང་སྟེ་བླ་མ་སེང་གླིང་པ་ཆེན་པོའི་ཕྱག་ཏུ་ཕུལ། ཞང་ཆུང་སེམས་བྱུང་གི་གདམས་ངག་བུམ་པ་གང་བྱོའི་ཚུལ་དུ་སེམས་པའི་རྟེན་འབྲེལ་དེ་ནས་བསྒྲིགས་པ་ཡིན་འདུག་ས་དང་བུམ་པ་པས་རིན་པོ་ཆེའི་བཅུད་ཀྱིས་གང་བའི་དེ་ནས་བུམ་པ་ཤི་ཐའི་ནང་གསེར་དེ་ཡང་ཕུལ་བ་དེ་གའི་རྟེན་འབྲེལ་གྱིས། མན་ངག་པའི་བུམ་པ་གང་བཅོལ་ཚུལ་བསྡུས་པའི་གསན་ཡས་དེ། དེ་རེད། བསྒྲིགས་པ་ཡིན་འདུག་དེ་ནས་བླ་མའི་གཟིམས་ཁང་ཕོ་བྲང། དངུལ་གདུགས་ཅན་གྱི་ནང་དུ་བྱོན། དེ་ནས་དེར་བླ་མ་སྲིད་གླིང་པས་ཀྱང་རྟེན་འབྲེལ་གྱི་ཆེ་བའི་ཆོས་ཀྱི་ཐོག་མར་རྗེ་བཙུན་བྱམས་པས་མཛད་པའི་བྱམས་ཆོས་སྡེ་ལྔའི་ནང་ཚན་མངོན་པར་རྟོགས་པའི་རྒྱན་མན་ངག་དང་བཅས་པ་ཆུ་ཐུན་བཅོ་ལྔ་བ་ཙམ་གྱིས་ལེགས་པར་བཀྲལ་ནས་བཤད་པར་མཛད། སློབ་དཔོན་ཤིན་ཏུ་ཐུགས་དག་པར་གྱུར་ནས། དབུགས་ལྔའི་སྒྲས་དེ་དག་བླ་སློབ་པའི་དབུགས་ལྔའི་སྒྲས་ཏེ། ལོ་བཅུ་གཉིས་ཙམ་གྱི་རིང་ལ་མན་ངག་འཁོར་དུ་ཕྱུང་བ་ཙམ་མིན་པས། ད་བྱམས་པ་ནི་ཐོགས་མེད་ལ་བརྒྱུད་པའི་ཡུམ་ཤེས་བྱིན་གྱི་སྦས་དོན་ཡོངས་སུ་རྫོགས་པ་དང། ཡུམ་ཤེས་རབ་ཀྱི་བར་དུ་ཕྱིན་པའི་སྦས་དོན་མངོན་རྟོགས་ཀྱི་རིམ་པ། ལྟ་ཡོངས་སུ་རྫོགས་པ། འཇམ་དབྱངས་ནི་ཞོ་བ་ལྷ་ལ་འཇུས་པའི་བདག་གཞན་བརྗེ་བའི་བྱང་ཆུབ་སེམས་སྦྱོང་གི་གདམས་པ་ཐུན་མོང་མ་ཡིན་པ་ལ་གསན་བསམ་བསྒོམ་པ་མཐར་ཕྱིན་པ་མཛད་ཟིན་ལོ་བཅུ་གཉིས་པ་དུ་བླ་མའི་ཞབས་དྲུང་དུ་བདག་གཞན་བརྗེ་བའི་བྱང་ཆུབ་ཀྱི་སེམས་བཅུད་མ་མ་ཡིན་པ་ཐུགས་ལ་འཁྲུངས་ཟིན་དེའི་བླ་མའི་ཞབས་དྲུང་དུ་བླ་མའི་ཞབས་དྲུང་དུ་བདག་གཞན་བརྗེ་བའི་བྱང་ཆུབ་ཀྱི་སེམས་བཅུད་མ་མ་ཡིན་པ་ཐུགས་ལ་འཁྲུངས་ཟིན་བླ་མས་ཀྱང་བསྟན་པའི་བདག་པོར་མངགས་སོ། བླ་མ་གསེར་གླིང་པ་ཆེན་པོས་ལྷ་གཅིག་དེ་རུ་མ་བཞུགས་བྱང་དུ་ཕྱིན།